ད་དེ་ཨང་གུ་ལི་མ་ལ་རེ་ལ་དགོས་རེད་དེང་སང་འཛམ་བུ་གླིང་དེ། སོར་མོ་བྲིང་བ་ཡོད་བ། སོར་མོ་བྲིང་བ་ཁོ་རང་རྒྱུག་རྒྱུག་རྒྱུག་རྒྱུག་རྒྱུག་མི་མང་ཐག་གཅོད་ཀྱིས་བཤད་འདི་བྱེད་མ་ཐུབ་བསྡད་རེད་བ། ཨེ་ནི་མི་མཐའ་མ་དེ་ད་བསད་ཡས་མ་རག་དེ་དེ་སངས་རྒྱས་ཀྱི་རྫུན་འཕྲུལ་བསྟན་ནས། སངས་རྒྱས་ཁུང་གི་ཁྲིད་དེ་བ་ཅིག་ཕེབས་དེ་བ་དེ་རྫུན་འཕྲུལ་བསྟན་རེད་ཟེགས་འདུག་བ། བསྟན་ནས་ཨེ་ནི་ཁོ་རང་ཁོ་རང་གི་ད་ཁྱེད་རང་བས་དེ་རྒྱལ་ལ་སུས་ཐེག་གི་འདུག་ང་ཧ་གོ་གི་ཡོད་བས། སོར་མོ་བྲིང་བ་ཅན་མི་ཚང་མ་ཞལ་དྲུག་བས་འདི་ད་ཁྱེད་རང་རྒྱལ་ཐེག་དེ་ཡོད་རེད། ཁྱེད་རང་ད་འདུག་བས་ད་ཁྱེད་རང་སྟོབས་ཟེར་ད་བཀག་ཟེར། ལབ་འདུག་ཨ་ནི་སངས་རྒྱས་བཅོམ་ལྡན་འདས་མ་བཀག་ནས་རྒྱུག་འདུག་ངས་ཁྱོད་རེད་ཟེར་ང་མ་རེད་ཟེར། ཡང་ང་བཀག་ཡོད་ད་ག་རེ་གསུང་མཁན་ཡོད་ཟེར་ལབ་འདུག་བ་ད་བྱས་ཙང་ད་སོར་མོ་འཁྲིག་མ་འདྲ་བོ་རེད་ང་ཚོ་རྒྱུག་རྒྱུག་རྒྱུག་ནས་རག་ཡས་ཅིག་ག་ཡོད་མ་རེད། སངས་རྒྱས་བཅོམ་ལྡན་འདས་ད་ལྷོད་ལྷོད་བྱས་ནས་ཕེབས་དུས་དོན་དག་ཚང་མ་འགྲུབ་འགྲོ་གི་ཅིག། བྱ་བ་ཐམས་ཅད་ལེབ་མོ་ཡིན་ལེབ་མོ་གང་གིས་ཁེབས་པ་ཡིན་ཟེར་ལབ་རེད། འཇིག་རྟེན་ནང་གི་བྱ་བ་མང་ཆེ་བ་མི་དང་སྤེའུ་གཉིས་གཅིག་པ་རེད་ཟེར་ལ་ད་གང་འདྲ་ལེན་འདོད་རྐྱང་རྐྱང་བྱེད་ལེན་འདོད་རྐྱང་རྐྱང་བྱེད་ནས་བྱ་བ་ཐམས་ཅད་ལེབ་མོ་ཡིན། ལེབ་མོ་གང་གས་མཁས་པ་ཡིན། ལེན་འདོད་ཚུལ་མང་བྱས་ཚུལ་འདི་ལ་མཁས་པ་ལབ་གི་ཡོད་རེད། རེད་བ། དེ་ཕྱིར་དུ་ཁོ་དེ་འདྲའི་འགྲོ་སྟངས་འདྲ་ཅིག་ཡོད་དེ་ཡོད་རེད་དེ་ཡིན་ན་གང་ཐུབ་ཐུབ་ཅིག་གིས་སོ་སོ་བསམ་བློ་བཏང་ནས་དཔེར་ན་ལེན་འདོད་བྱེད་པ་ཡིན་ན་བྱེད་དགོས་པའི་རྒྱུ་མཚན། སོ་སོ་རང་གིས་བསམ་བློ་བཏང་ནས་མི་ཚང་མ་ལ་རྣམ་དཔྱོད་ཅིག་སྤེལ་ཏེ་ཡག་ཐག་ཆོད་རྐྱང་རྐྱང་ཡོད་དུས་སོ་སོས་བསམ་བློ་བཏང་ནས་བསམ་བློ་གསར་བ་ཅིག་དང་བྱེད་སྟངས་གསར་བ་ཅིག་དང་ཐབས་ཚུལ་གསར་བ་ཅིག་ཡོང་ན། ད་འདི། ཆོག་མཆན་ཨིན་ཇི་སྐད་མ་གསུང་ན་ད་གསར་བ་རེད Fresh རེད Fresh བྱེད་དུས་མིག་སུས་གང་འཁོར་མ་མྱོང་དང་བྱས་མ་མྱོང་གི་ཉམས་མྱོང་གསར་བ་ཡིན་དུས་ཁུ་དེར་མི་མང་ཆ་དེ་ལ་ད་དགའ་ཚོར་ཆེན་པོ་བྱེད་གི་རེད་བ་དོ་སྣང་ཆེན་པོ་བྱེད་གི་རེད་བ། དེང་སང་ད་ཚིག་དེང་སང་ནང་དུས་ཚོད་ལ་འདི་མང་པོ་ཡོང་གི་རེད Management ཟེར་ཡག་རེད། ཟེར་ཡག་རེད་བ་དང Career Development ཟེར་ཡག་རེད་བ་དང་ད་ཨིན་ཇི་ཚིག་རྙིང་ཇོ་བོ་མང་པོ་ཡོད་རེད། དེ་ཚོ་ཚང་མ་ནང་ལ་ནང་ཆུང་འགྲོ་ཐུབ་གི་ཡོད་རེད།

ནང་ཆོས་རྣམས་ལ་ད་དངོས་གནས་ནང་ཆོས་རྣམས་ལ་མེད་པ་དང་ཧ་ལམ་ཡོད་མ་རེད་མེད་པའི་རྒྱུ་མཚན་ག་རེ་ཟེར་ན། ནང་ཆོས་ནང་ལོགས་ལ་འཇིག་རྟེན་བཀོད་པ་པོ་ཁས་ལེན་གྱི་ཡོད་མ་རེད་བ། ད་བཀོད་པ་པོ་དེ་སུ་རེད་ཟེར་ན། ལས་རེད་ཟེར་གོ་རེད། ད་ལས་ཟེར་ན་མ་ཟེར་ན་སེམས་རེད། རེད་བ། ལས་ལས་འཇིག་རྟེན་སྣ་ཚོགས་སྐྱེད། དེ་ནི་སེམས་པ་དང་དེས་བྱས་ཟེར་ཡོད་བ། བྱེད་མཁན་དེ་ཀོ་སེམས་རེད་ད་དང་པོ་བཤད་ན་སེམས་ཀྱིས་བྱེད་དགོས། སེམས་ཀྱི་ཆོས་ཐམས་ཅད་སེམས་ཀྱི་ཆོ་འཕྲུལ་ཡིན་ཞེས་ང་ཚོས་ལབ་བསྡད་ཀྱི་ཡོད་རེད་སེམས་ཀྱིས་བྱས་པ་རེད་ལབ་གི་རེད་ད་ཡིན་ཐག་ཆོད་བརྒྱ་ཆ་བརྒྱ་ཐམ་པ་རེད་འདུག་བ། ད་དེ་ང་ཚོ་ཡག་པོ་ཅིག་ར་འཕྲོད་ནས་ནང་ཆོས་ནས་བཤད་པ་ནང་བཤད་པ་ར་འཕྲོད་ནས་མི་ཞིག་འབྲེལ་བ་བརྒྱབ་ན་ད་ཁོ་ཚང་མ་ཁ་གདངས་བསྡད་རེད་མ་གཏོགས་གི་ག་གེ་ཡོད་མ་རེད་དངོས་གནས་བསམ་གྱི་མི་ཁྱབ་པ་ཅིག་སངས་བཅོམ་ལྡན་འདས་གསུངས་བཞིན་ཡོད་རེད་བ། ད་དེང་སང་གི་འཛམ་བུའི་གླིང་ནང་ལ་བལྟས་དེ་དཀའ་ངལ་གར་འཕྲད་ཟེར་ན། ངས་ནམ་རྒྱུན་ད་ར་ཤ་ཡ་དང་ལུང་པ་འདྲ་མི་འདྲ་མང་པོ་ཞིག་དུས་ངེས་ངེས་དགོས་ཀྱི་ཡོད་རུང་ད་མགོ་མི་གཏམ་ཤེས་རེས་ཀྱི་བྱེད་གི་ལ་སྔོན་ལས་དྲི་བ་བཏང་ནས། བདེ་སྐྱིད་དགོས་བས་ཟིག་ཡོད། ཁྱོད་ཚང་མ་བདེ་སྐྱིད་དགོས་བས་ཟིག་ཡོད། དགོ་ཟིག་འདུག་ཚང་མ། བདེ་སྐྱིད་ཉི་མ་ག་ཚོད་དགོས་ཀྱི་ཡོད་ལབ་ཀྱི་ཡོད། ད་ད་དེ་ཚོ་ཆེད་འདི་ང་རང་གི་བྱས་ཤ་ཅོག་ཡིན་ཙང་ཁྱེད་རང་སུ་གིས་འདི་ནང་བཞིན་བྱས་ནས་འཇུག་མ་རུང་བ་དེ་ད་ད་དེ་དང་དེ་ལ་སོགས་པ་དྲི་བ་དེ་འདྲས་དྲིས་ན་ཡག་ཡོང་གི་འདུག་བ། བདེ་སྐྱིད་ཉི་མ་ག་ཚོད་དགོས་ཟིག་ཡོད།

ད་ང་ཚོ་གྲྭ་བ་ཚོ་ལ་བལྟས་ཚེ་རྒྱུས་ཆུང་བ་ཡོད་རེད་ད་ཁྱིམ་ཚང་སེམས་སྟེང་གི་དེ་འདྲས་ན་སོ་སོ་ཆ་འདྲ་བཟོ་རུ་དང་སྐྲ་དེ་འདྲས་བསུས་ན་དེ་འདྲས་དེ་ནི་ཡུང་ས་རེད་བས་ཚོད་དུ་ཡུང་ས་མ་རེད་ཟིག་དོ་ད་ཁོ་ཉམས་མྱོང་ཐོག་ནས་ཁ་གྲག་གོ་རུ་དང། ད་ཚོད་ཚོད་བསྙད་བསྙད་ཚེ་འདི་རྒྱུ་ཅག་ལ་དང་མིང་དང་གོ་ས་དང་དེ་འདྲས་ཡུང་ས་མ་རེད་ཟེར་ཏེ། གང་ཞིག་ལ་ཟེར་ན་གཉེན་ཉེ་ཟན་དང་རྒྱུ་ལྕགས་ལ་དང་མིང་གོ་ས་སྡུག་ཅག་རིམ་པའི་སྐད་ཆ་གི་ཁྱད་པར་ཡོད་མ་རེད་ད། ད་གཉེན་ཉེ་ཟན་ལ་གཉེན་ཉེ་ཟན་ཁ་ཤས་ད་དངོས་གནས་དྲང་ནས་སྡུག་ཅག་ཞིབ་ཅིག་ད་བསེ་རེ་དང་དིང་ས་འདུག་བ་ཚགས་པར་ན་དོན་གི་འདུག་བ། ད་དེ་འདྲའི་མིན་པའི་དབང་དུ་བཏང་བྱས་ནས་གཉེན་ཉེ་ཟན་སོ་སོ་ལ་ལྟ་སྐྱོང་བྱེད་མཁན་དངོས་གནས་དྲང་ཞིབ་ཅིག་བརྩེ་བ་བྱེད་བདེ་མཁན་ཅིག་ཡིན་ན་ཡང། ཁོ་སོ་སོའི་ཀླད་པ་ནང་ལ་འཛུལ་ནས་སོ་སོའི་ཆེད་དུ་བདེ་སྐྱིད་དོན་དུ་བསམ་བློ་བཏང་རོགས་བྱེད་རོགས་པ་དེ་འདྲ་བྱེད་ཅིག་ག་མེད་བ། རེད་བ། བྱེད་དུས་ད་ལྟའི་གི་ང་ཚོ་གར་ཤེས་དགོས་རེད་ཟེར་ན། བདེ་སྐྱིད་ཟེར་ཡས་དེ་གཏན་གྱི་བདེ་སྐྱིད་ཟེར་ཡས་དེ། ནང་ནས་སྒྲུབ་དགོས་ཡོད་བ། དེ་གནད་འགག་ཅིག་ཤེས་དགོས་རེད། ད་ནང་ནས་སྒྲུབ་དགོས་རྒྱུ་མཚན་གར་ཟེར་ན་དངོས་ཡོད་གནས་ཚུལ་སྒང་ལ། བདེ་སྐྱིད་དེ་ཕྱིར་ལོག་ནུས་གི་མི་འདུག་ཟེར་ཁོང་ཚོས་ཁ་གྲག་གི་ཡོད་རེད་དེ། ཁོང་ཚོས་ཁ་གྲག་བ་ཙམ་མ་ཡིན་པར་ང་ཚོས་སྐྱེས་པ་གཅིག་བྱས་པ་ཡིན་ན་ཡང། ང་ཚོས་ཕྱིར་ལོག་ཡོད་བསྡད་མཁན་དེ་གཉེན་ཉེ་སེ་ཡིན་ན་རེད་སྤུན་སྤུན་རྒྱག་ཡིན་ན་རེད་ཁང་པ་ཡིན་ན་རེད་དངུལ་ཡིན་ན་རེད། དུས་ཚོད་གང་ལ་ང་ཚོས་དབང་ཆ་བརྒྱ་ཆའི་བརྒྱ་ཚན་པ་ཡོད་རེད་བས། དཔེར་ན་འདིས་ང་ཚོའི་ཚང་མའི་མདུན་དེ་ལ་དཔེ་སྟོན་པའི་ཤིང་སྡོང་ཡག་པོ་ཞིབ་གཅིག་དང་མེ་ཏོག་སྙིང་རྗེ་བོ་ཞིབ་གཅིག་སྐྱེས་དེ་ཡོད་ན། ད་དེའི་མེ་ཏོག་དེའི་མཛེས་སྡུག་དེ་ལ་བརྟེན་ནས་ང་ཚོ་སེམས་པ་སྐྱིད་པོ་ཡོང་ཆོག་གི་རེད། ཡག་པོ་འདུག་ཨ་བསམ་པ་རེད་ཅེས་ང་ཚོ་དགའ་བོ་ཡོང་ཆོག་གི་རེད། རེད་བ། ཡིན་ན་ཡང་འདིས་ཤིང་སྡོང་སྙིང་རྗེ་བོ་མེ་ཏོག་ཡག་པོ་ཡོད་དེ་ངའི་ཆེད་དུ་སྐྱེས་རེད་ཟེར་ན། ངའི་ཆེད་དུ་སྐྱེས་པ་རེད་བས་དེ།

ད་ད་ནི་ངའི་ལབ་ཡི་དེ་གནད་དོན་དངོས་ཚུལ་འདི་ཤེས་ནས་ཁོ་རང་ཚོ་ཁོ་རང་ཚོས་ད་ལབ་ཡི་ཟེར་ན་རེད་མི་ཟེར་ཟེར་ན་ཁོ་རང་ཁོ་རང་ཡོད་རེད་ང་ང་རང་ལབ་ཡི་ཡོད་རེད་བྱས་ཙང་ཕ་གི་སྡིག་གི་སོ་སོ་གི་མི་ཚེ་འདི་ལ་ངས་གུས་ཞབས་བྱེད་དགོས་རེད་གུས་བརྩི་བྱེད་དགོས་རེད། ཕན་ཚུན་གཉིས་ཀ་བདེ་སྐྱིད་འགྲོ་བའི་ལ་ཕན་ཚུན་མོས་མཐུན་བྱས་ནས་འཆམ་འགྲིག་བྱས་ནས་འགྲོ་དགོས་རེད་ཟེར་གྱི་སྐད་ཆ་འདི་ཤེས་ཡོད་ན། ད། ཕན་ཚུན་འཆམ་མཐུན་དང་འཆམ་འགྲིག་བྱས་པ་ལ་དེ་ནི་བདེ་སྐྱིད་ཅིག་ཐོབ་གི་རེད་ཡིན་ན་བདེ་སྐྱིད་གཏན་འཇགས་དེ། སོ་སོ་རང་གིས་བསམ་བློ་བཏང་ཙང་ཚོགས་ནས་ཡོང་དགོས་རེད་མ་གཏོགས་ནི་ཕྱིར་ལོག་ཡོང་གི་མ་ཡོང་གི་ཡོད་མ་རེད་ཟེར་ཏེ་བསམ་བློ་བཅས་ཤེས་ན

ཨོ། ད་དེང་སང་དགེ་འདུན་པ་ཁ་ཤས་སླེབས་འདུག་ཁོང་ཚོ་རྣ་བར་འགྲོ་ས་མ་རེད། རེད་བ། ཚ་བ་དེས་ཆུང་རུ་བཏང་ན་མ་གཏོགས་སེ་དེ་འདྲ་བཏང་གི་མ་རེད་ཁོ་འགྲོ་བསྡད་ཀྱི་རེད། ད་དེ་ངས་ག་རེ་ཟེར་བར་ཟེར་ན། བྱས་ཙང་ཁོ་རང་གི་རང་བཞིན་གྱི་གཏན་ཁྲིམས་ཀྱི་ཐོག་ནས་ཁོ་རང་འགྲོ་བསྡད་དེ་དེ་ངོས་ལེན་བྱས་ནས་དེ་དང་མཐུན་པའི་གི་སོ་སོ་མི་ཨེ་ཀན་དི་ཤན་བེད་སྤྱོད་བཏང་དགོས་ཡོད་ན་འདྲ་རླུང་འཁོར་བེད་སྤྱོད་བཏང་དགོས་ཡོད་ན་འདྲ་གཟུགས་པོ་ཡང་སེ་སྤྲུག་དགོས་ཡོད་ན་འདྲ་དེ་བཅས་འགྲོ་ནས་འགྲོ་གི་རེད་མ་གཏོགས་གི། ཁོ་ལ་རྙོག་དྲ་བཤད་ནས་སྤང་གོ་ཚ་བ་དེ་སེ་ལབ་ནས་སྐད་ལོག་རྒྱབ་ཐུག་རྒྱབ་བྱས་ནས་འགྲོ་གི་མ་རེད། ང་ཚོ་དགུང་གྲངས་ད་དེ་རིང་ཟབ་སྦྱོང་ཐེངས་གཅིག་དང་ང་ཚོ་ཞབས་བརྟན་ཚུགས་ཤག་བོ། ལ་ཐུགས་རྒྱབ་དགོས་ཟེར་ལབ་ནས་ཁོས་ཉུང་དུ་ཁས་དྲོ་འུ་མི་འདུག་ཨ། དེ་དངོས་གནས་སུ་དེ་རེད་ད། དེ་ཡུལ་དེ་དེ། སོ་སོ་ལྟ་ན་དེ་ལས་ཁོ་ཚ་བ་འདུག་དེ་ཡང་དེ་ལ་བརྟེན་ནས་ཡང། གར་སོ་རེད་ཡང། ཁོ་བེད་སྤྱོད་བཏང་ཡང་ཤོར་རོ་ཡང་དེ་རྗེས་ཀྱི། ཚ་བ་ཡོད་ན་ཚ་བས་ཀྱི་ཡང། ཆ་ནས་ཡང་བློ་སྐྱེད་ལེན་ཡང་འགྲོ་བོ་ཉམས་མྱོང་ལེན་ཡང་འགྲོ་བོ། ཡང་དྲང་མོ་ཡོད་ན་དྲང་མོ་ཆ་ནས་བློ་སྐྱེད་ལེན་ཡང་འགྲོ་བོ་ད། ཨིན་ཇི་སྐད་མ་སོང་ན take the best out of the situation། བྱུང་བ་གནས་སྟངས་ག་འདྲས་ཅིག་ན། དེ་ལས་སྤེལ་བའི་གི་དེ་ནང་ནས་ལེགས་ཆ་དེ་གླན་ནས་བཟང་ཆ་དེ་བསྟན་ནས་འགྲོ་ཡ་རེད་མ་གཏོགས་གི། སྡུག་ཆ་དེ་བསྟན་ནས་བསྡད་ན། རང་མ་སྐྱིད་བ་སུའི་གཞན་མ་སྐྱིད་བ་སུའི་མ་གཏོགས་ཕན་ཐོགས་ཅི་ག་ཡོད་མ་རུང། བྱས་ཙང་འདི་ཅིག་བསྟན་ཆ་ཡོད་དེ་རང་གི་སེམས་ཀྱི་ནང་ལ་རག་ལས་དེ་ཡོད་རེད་ཟེར་དེ། དེ་ཆེན་པོ་ཞིབ་ཅིག་ཆགས་ཡོད་རེད། དེ་གཅིག་རེད། དེ་ནས་ཐང་སྐྱིད་དེ་དང་འཕྲོས་ནས་གཅིག་ཐང་དང་གཅིག་གར་སོང་བར་འདེགས། སྤུག་དེ་ཚོ་དོ་སྣང་བྱེད་ཀྱི་མི་འདུག་ཟེར་ཡ་འདྲ་བོ་དེ་ཚོ། དེ་ཚོ་ཡང་ང་ཚོ་ནང་ཆོས་ནང་ལ་ད་ཡོད་ཡོད་པ་རེད་ད་དཔེར་ན་ཆོས་ཀྱི་སྡོམ་གཞི་ནང་ལ། འཁོར་བར་སྦྱིན་པ་མཉེས་པ་རང་དབང་དོན་སྤྱོད་པ་དོན་མཐུན་པ། ད་དེ་ཚོ་ཡང་ང་ཚོ་འདྲི་ཤེས་རྒྱས་ས་ཅིག། ད་ད་དཔེར་ན་མདོ་སྡེ་ཅན་ད་དེ་ཚོ་ནང་ལ་འབྲེལ་བ་རྒྱས་པོ་ཡོད་རེད་དེ་མེད་པ་ཁ་ཤས་ནང་ལ་ད་འབྲེལ་རྒྱས་པོ་དེ་འདྲ་ཡོད་ས་རེད་མདོ་སྡེ་ཅན་གྱི་འབྲེལ་བ་མང་པོ་འདུག་བ། དེ་འདྲ་མང་པོ་ཅིག་ན་གཟིགས་དང་ཡང་ཁ་ཤས་ནི་འབྲེལ་བ་དུས་དུས་མ་གཏོགས་མི་འདུག་ཁ་ཤས་ལ་རྒྱས་པོ་འདུག་བ་དེ་ཚོ།